མཁས་པ་ཡོན་ཏན་དཔག་མེད་ཀྱང། གཞན་གྱི་ཡོན་ཏན་ཆུང་དུ་ལེན། དེ་ལྟར་བྱས་པའི་འབྲས་བུ་ཡིས། རང་ཉིད་ཡར་རྒྱས་གོང་དུ་འཕེལ། ཚིག་འདི་ཧ་ལས་ཡག་གི་ནུས་པ་ཆེན་པོ་ཞུ་ཅི་མི་འདོད་རྣམ་པ་ཚོས་དགོངས་པ་ཅི་བཞེས་དང། བཀྲ་ཤིས་བདེ་ལེགས་ཐོག་མར་དེ་ངའི YouTube གྱི་མཚོན་པའི་དྲ་རྒྱ་སྲིང་སྲིང་གནང་མཁན་རྒྱ་ཆེའི་གཟིགས་མོ་བ་རྣམ་པ་ལྷན་རྒྱས་ཚང་མ་ལ་ཡང་ཨ་ནི་གུས་པའི་ངོས་ནས་ཐོག་མར་དེ་ལ་ཡང་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ། ད་དེ་རིང་ངས་འདུག་བྱས་རྣམ་པ་ཚོ་ལ་ཡང་ག་རེ་ཞུ་ཡག་གི་འདོད་པ་བྱུང་ཟེར་ལབ་པ་ཡིན་ན་དེ་རིང་གི་ངའི་གཏམ་བཤད་འདི་ཡིས་ཨ་རྣམ་པ་ཚོ་ལ་ཡང་བསླབ་བྱ་བཟང་པོ་ཧ་ལས་ཡག་གི་ད་ནུས་པ་ཆེན་པོ་གོ་རྒྱུ་ཡོད་མཁན་འོ་འདི་འདྲས་ཀྱི་རྣམ་པ་ཚོ་ལ་ཡང་འགྲེལ་བཤད་དང་སྦྲགས་ནས་འདུག་བྱས་ཕུལ་ཆོག་བྱས་ཞུ་ཡིན་རོ། ཨ། དེ་ཡིས་མི་མང་པོ་སྤྱི་ལ་ཡང་ཅིག་བྱས་ན་ཕན་ཐོག་ཆེན་པོ་ཏན་ཏན་ཡོང་སྲིད་ཀྱི་རེད་བསམ་གྱི་འདུག་ད་བསླབ་བྱ་བཟང་པོ་འདི་ག་རེ་རེད་ཟེར་ལབ་པ་ཡིན་ན་ཚིག་ཤོ་ལོ་ཀ་གཅིག་མང་དུ་མེད། ག་རེ་རེད་ཟེར་ལབ་པ་ཡིན་ན་མཁས་པ་ཡོན་ཏོན་དཔག་མེད་ཀྱང་གཞན་གྱི་ཡོན་ཏོན་ཆུང་དུ་ལེན། དེ་ལྟར་བྱས་པའི་འབྲས་བུ་ཡིས། རང་ཉིད་ཡར་རྒྱས་གོང་དུ་འཕེལ། ཟའོ། ཚིག་དེའི་ཤོ་ལོ་ཀ་གཅིག་དེ་ངས་འགྲེལ་བཤད་དང་སྦྲགས་ནས་རྣམ་པ་ཚོ་ལ་ཞུ་གི་ཡིན་རོ། ཚིག་དེ་ལྟར་རྩོམ་པ་པོ་སུ་ཡིན་མེད་དང་འདི་འགྲེལ་དང་ངས་ཧ་གོ་མ་སོགས་རྣམ་པ་ཚོ་མཁྱེན་མཁན་ཡོད་ན་ཡང་གཤམ་ལ་མཆན་རྒྱག་ས་འོག་ཏུ་ལ་བྲིས་གནང་རོགས་གནང་ཞེས་ཞུ་ཡ་ཡིན་རོ། ཚིག་དེ་ང་རང་ག་དུས་རྗེས་སུ་བསླབས་པ་ཡིན་ན་ཉིས་སྟོང་བཅུ་གཅིག་གི་ལོ་ལ་ཡང་ང་གྲྭ་ཚང་གི་ད་ལྟ་བསླབ་གྲྭར་གྲུབ་པའི་སྐབས་ལ་ཡང་ང་དེ་དུས་ང་ཚོའི་བསླབ་གྲྭའི་འཛིན་གྲྭའི་ནང་ལོགས་ལ་ཡང་ད། དེ་རྩིག་པ་གང་ལ་ཆེས་ཐག་ཆོད་ཀྱི་ཡི་གེ་དེ་ཆེས་ཐག་ཆོད་ཀྱི་སྦྱར་བྱ་ཡོད་གསུངས་ཙང་དེ་ད་ལྟ་ཡིན་ནས་དྲན་པ་བརྗེད་པའི་དྲན་པ་བརྗེད་ཡ་མི་འདུག་རོ། འདི་བྱས། དེ་ནས་མཁས་པ་ཡོན་ཏན་དཔག་མེད་ཀྱང་ཟེར་རོ། མཁས་པའི་ཡོན་ཏན་དཔག་ཏུ་མེད་པ་ཡིན་ནས་ཡང་ཟེར་རོ། མཁས་པ་ད་དཔེར་ན་མཁས་པ་གིས་མཁས་པ་ཆེན་པོ་གི་ཡོན་ཏན་འདི་འདྲ་གྱིས་སྲིད་མེད་པ་ཡིན་ནས་ཡང་ཟེར་རོ། དཔེར་ན་ང་ལ་དཔེ་བྱང་ནས་འགྲིག་རེད་ད་ད་ང་ཤེས་ཡོན་ཚད་མཐོ་པོ་མཁས་པའི་གི་ཡོན་ཏན་འདི་འདྲའི་ཚད་མཐོ་པོ་འདི་འདྲའི་ང་ལ་ཡོད་མ་རོ་མེད་པས་གསུངས་ཙང། མཁས་པའི་ཡོན་ཏན་དཔག་ཏུ་མེད་པ་འདི་འདྲའི། མེད་པ་ཡིན་ནས་ཡང་ཟེར་བ་མཁས་པ་ཡོན་ཏན་དཔག་མེད་ཀྱང་ཨ་ནི་གཞན་གྱི་ཡོན་ཏན་ཆུང་དུ་ལེན། ད་མཁས་པ་ཆེན་པོ་གི་ཡོན་ཏན་དེ་འདྲ་མེད་པ་ཡིན་ནས་ཡང་ཨ་ནི། གཞན་སུ་དུས་ཙམ་མ་ལ་ཡང་ད་རྣམ་པ་ཚོ་ལ་ལྟོས་ནས་ཨ་ནི་ང་མི་གཞན་ཅེས་བྱ་འདུག་རོགས་སོང་ཙང་ཨ་ནི་མི་གཞན་རྣམ་པ་ཚོ་ལ་ལྟོས་ནས་ད་ང་མི་གཞན་གྱི་ཡོན་ཏན་དེ་འདྲ་ཡིན་ནས་ཆུང་ཆུང་དེ་འདྲ་ལེན་ཡག་ཡོད་རེད་ཟེར་བ་མཁས་པ་ཡོན་ཏན་དཔག་མེད་ཀྱང་གཞན་གྱི་ཡོན་ཏན་ཆུང་དུ་ལེན། དེ་ལྟར་བྱེད་པའི་འབྲས་བུ་ཡིས། འདི་འདྲའི་བྱེད་པའི་གི་འབྲས་བུ་དེ། ཨ་ནི། ཐ་མ་དེ་ལ་ཨ་ནི། རང། རང་ཉིད་ཡར་རྒྱས་གོང་དུ་འཕེལ་ལ་གསུངས་འདུག་ཨ་སོང་ཙང། ཨ་ནི་འདི་འདྲའི་ཆེ་བའི་འབྲས་བུ་དེ་གིས་སོ་སོ་རང་ཉིད་ཡར་རྒྱས་གོང་ནས་གོང་དུ་འཕེལ་གྱི་རེད་ཟེར་བ་ཁེ་ཕི་ཡོན་ཏོས་དཔག་ཏུ་མེད་པ་འདི་འདྲས་མེད་པ་ཡིན་ན་ཡང་ང་ལྟ་བུ་གཅིག་ལ་རུ་བ་ད་རྣམ་པ་ཚོས་ངའི་བརྙན་ཐུང་སིང་སིང་ནང་བསྐོར་བ་དེ་ཡིན་དུས་ཙང་མ་ལ་ཡ། ཁེ་ཕི་ཡོན་ཏོས་དཔག་ཏུ་མེད་པ་འདི་འདྲས་ཨ་ནི་ང་ཕོ་ང་ལྟ་བུ་ལོ་མེད་པ་ཡིན་ན་ཡང་ཟེར་བ་ཨ་ནི། རྣམ་པ་ཚོ་ལ་ལྟོས་ནས་ང་མི་གཞན་གྱི་ཨ་ནི། ཡོན་ཏོན་ཡིན་ནས་ཆུང་དུ་ལས་ཆུང་ཆུང་འདི་འདྲས་ཡོན་ཏོན་ཆུང་ཆུང་ཅིག་ནས་ལེན་ཡག་ཡོད་རེད་ཟེར་བ། འདི་འདྲའི་བྱེད་པ་ལ་བརྟེན་ནས་སོ་སོར་ཡར་རྒྱས་གོང་ནས་གོང་དུ་འཕེལ་གྱི་རེད་ཟེར་བ། སོང་ཙང་འདི་ཚིག་འདི་ཧ་ལས་ཡག་གི་དཔེ་མི་སྲིད་པའི་གོ་རྒྱུ་ཆེན་པོ་ཞུ་བཞིན་འདུག་ཨ། སོང་ཙང་རྣམ་པ་ཚོ་ཁག་ཅིག་གིས་ཡང་ངའི་བརྙན་ཐུང། ཁྱོད་བརྙན་ད་ང་རང་ངོ་ཤེས་པར་ཆོས་གྲོགས་འདི་འདྲ་ཞིག་གསུངས་འདུག་ང་ཁྱོད YouTube ད་བརྙན་ཐུང་འདི་རྩ་བ་ཉིད་ནས་ལྟ་གི་མེད། ཡང་མཚམས་མཚམས་ལ་ཁ་ཤས་མགོ་ནས་མ་བལྟས་ལྟ་དགོས་ཨ་ནི་གཞན་རྩ་བ་ཉིད་ལྟ་གི་མེད་གང་ཡིན་ཟེར་ན་ཁྱོད་རང་སློབ་སྦྱོང་མེད་མཁན་ཅིག་གིས་ཨ་ནི་འདི་ལྟ་ནས་ང་བློ་སྐྱེད་རག་ནས་ཡོད་མ་རེད་འདི་ལྟ་ནས་ཕྱོགས་ག་རེ་ཡོད་གསུང་མཁན་དེ་འདྲ་འདུག་ཨ། སོང་ཙང་འདི། བློ་སྐྱེས་ར་ཡོད་མ་རེད་བསམ་པ་ཡིན་ན། ཚིག། ད་གིན་གོང་དུ་ཚིག་བཅད་ཤོ་ལོ་ཀ་གཅིག་པའི་བསམ་བློ་བཏང་གིན་བཏང་གིན་བྱས་དང་ཏན་ཏན། ཆུ་དུས་ཆེ། ཡང་སྲིད་ཡང་སྲིད་རྣམ་པ་ཚོས་དོ་སྣང་དོ་སྣང་བྱས་པ་ཡིན་ན་ངའི་བརྙན་ཐུང་འདི་ལ་ཡང་དོ་སྣང་བྱས་པ་ཡིན་ན། བློ་སྐྱེས་རྩ་བ་ཉིད་ནས་མེད་པ་འདི་འདྲའི་རྩ་བ་ཉིད་ནས་མ་རེད་རོ། བློ་སྐྱེས། མེད། བློ་སྐྱེས་མི་འདུག་བསམ་པ་ཡིན་ན་གོང་གི་ཚིག་ཤོ་ལོ་ཀ་གཅིག་དེ་མཁས་པ་ཡོན་ཏོན་དཔག་མེད་ཀྱང་གཞན་གྱི་ཡོན་ཏོན་ཆུང་དུ་ལེན། དེ་ལྟར་བྱས་པའི་འབྲས་བུ་ཡིས་རང་ཉིད་ཡར་རྒྱས་གོང་དུ་འཕེལ་སྲིད་ཡག་གི་ཚིག་འདི་བསམ་བློ་བཏང་དང། ཡང་གཅིག། ངའི་བརྙན་ཐུང་ལ་ཡང་དོ་སྣང་བྱེད་ཡ་ཡིན་ནའི་དྲན་ཐོག་ད་ངའི་བརྙན་ཐུང་ཅང་དུ་མ་ཡིན་པ་ཨ་ནེ་ཁ་ཤས་ང་བཅུས་ཞུ་བྱས་ད་སློབ་སྦྱོང་ཡག་པོ་ཡིན་ཁོ་ང་ལ་ཅིག་སྐྱོ་བ་ཡིན་ང་ཁོའི་སྐད་ཆ་ཉན་གི་མེད་ཁོའི་སློབ་སྦྱོང་གར་ཁོའི་རྟགས་གར་བཏང་དུ་ང་ཉན་གི་མེད་ང་བློ་སྐྱེད་རག་ཡོད་མ་རེད་སང་སང་དེ་འདྲའི་རྩ་བ་ཉིད་ནས་བསམ་བློ་བཏང་ཡ་ཡོད་མ་རེད་ཅེས་ཞུ་ཡ་ཡིན་རུ་བ་ད་རྟགས་བཏང་ཡ་གཅིག་པུ་མ་ཡིན་པ་ད་ཅིག་གར་ཡིན་ནའི་ད་ཅིག་སོ་སོ་རིག་གནས་སྦྱང་གི་ཡོད་ནའི་དྲ་ཐུག་དབྱིན་ཇི་སྦྱང་གི་ཡོད་ནའི་དྲ་ཐུག་ཚན་རིག་ཨང་རྩིས་ག་འདྲས་སྦྱང་གི་ཡོད་པ་ཡིན་ནའི་དྲ་ཐུག་སོ་སོ་ལས་གནས་ཚད་སྐྱོ་བ་དེ་ཚོ་ལ་ཡང་མཐོང་ཆུང་མ་བྱེད་བ་བྱེད

གཞན་གྱི་མི་གཞན་དག་དེ་ཚོ་ལ་ཡོན་ཏན་ཆུང་དུ་ལེན་ཡག་ཡོད་རེད། དེ་ལྟར་བྱེད་པའི་འབྲས་བུ་ཡིས་འདི་འདྲའི་བྱས་པ་ལ་བརྟེན་ནས་སོ་སོ་རང་ཉིད། དེ་ལྟར་བྱེད་པའི་འབྲས་བུ་ཡིས་རང་ཉིད་ཡར་རྒྱས་གོང་དུ་འཕེལ། འདི་འདྲའི་བྱས་པ་ལ་བརྟེན་ནས་སོ་སོ་རང་ཉིད་ཡར་རྒྱས་གོང་ནས་གོང་དུ་འཕེལ་ཡག་ཡོད་རེད། དོན་དག་རྡོག་རྡོག་འདི་གསུང་གི་ཡོད་ས་རེད་ཅེས་ནས་ཞུས་ཡོད་རེད། རྣམ་པ་ཚོས་ཡང་ཚིག་འདི་ལ་ཡང་འགྲེལ་བཤད་རྒྱག་སྟངས་མ་འགྲིག་པ་ཡིན་ན་གཤམ་ལ་མཆན་རྒྱབ་སར་འདི་བར་ལ་བྲིས་གནང་རོགས་གནང་ཞེས་ཞུས་ཡོད་ལགས་སོ། རྣམ་པ་ཚོས་ད་དེ་རིང་གི་བརྙན་ཐུང་འདི་བསྡུ་བྱེད་མཇུག་བསྡུ་ཡག་ཡིན། རྣམ་པ་ཚང་མ